ཏྲེ་ཤི་ལེ། བེ་རི་བེ་འདྲ་ཚང་མར་ཏྲེ་ཤི་ལེ་ད་དེ་རིང་ང་ཚོའི་གོམ་བགྲོད་ཀྱི་ཉི་མ་བདུན་པ་དེ་རེད་ཨང། དེ་རིང་དེ་དུས་ཚོད་གལ་ཆེན། དངོས་ནས་ཡང་བོད་པ་ཚང་མ་ལ་གལ་ཆེན་པོ་ཞུགས་ཆགས་ཡོད་རེད་དེ་རིང། ང་རང་ཚོའི་གསུམ་བཅུའི་དུས་དྲན། ཨ་ནི་འཛམ་གླིང་ཡོངས་ལ་ཡ་ད་བོད་པ་ཚང་མས་ཀྱི་ཆེ་ཆུང་མེད་པ་ཅིག་བྱེད་དུ་ཡོད་རེད་སོང་ཙང་ད་དེ་རིང་ངས་ཞོའུ་ལ་ཡ་ད་དེ་རིང། ང་ཚོའི་གོམ་བགྲོད་ནང་ལ་ཡང་མཉམ་ཞུགས་གནང་ངེས་ང་རང་ཚོའི།

རྩ་དོན་ཆེད་དུ་ལི་ཡ་དངོས་གནས་སོ་སོ་ཐང་དོན་བྱས་ཉི་མ་བདུན། དངོས་གནས་ཁོ་ཚོ་ཕོ་སར་ན་ཤེས་བྱའི་ཤ་འགྲོ་འདུག་ད་དངོས་གནས་དགའ་བོ་བྱོས་སོ་སྐྱིད་བོས་བྱོས་སོ་དཀའ་ལས་བྱོས་སོ་ཨ་རིའི་གོང་ལ་སྐུ་ཅིག་ད་འདི་ག་ལ་ཡ་འཚོ་བ་ཅིག་དང་ཨ་ནི་ཅིག་ང་རང་ཚོ་ཕྱི་ལོག་ཡོད་བོད་པ་ཚོས་ཀྱི Wise for the Wiseless གི་འདི་འདྲའི་ཅིག་མཚོན་པ་ཅིག་ཆེ་བོ་རེད་ས་གོ་འདོད་ཚང་མས་ཀྱི་ཅིག་རྒན་ཅིག་ཁྱི་བོར་ས་གོ་འདོད་གོང་ལ།

འདུག་སྤྱི་ཚོགས་ནང་དུ་དོ་སྣང་བྱེད་བདེ་ཞིང་ཨ་ནི་ད་སུད་སི་ནང་ལ་སོ་རེ་ཞིག་དཔེ་བཞག་པ་ཡིན་ན་དངོས་གནས་མི་མང་ལ་ག་དུས་ཡིན་ནས་ནམ་རྒྱུན་མདུན་ལ་ཐོན་ནི་ཨ་ནི་ལས་འགུལ་ཡིན་ནས་ད་ག་རེ་ཡིན་པའི་ནས་བད་ཆ་ཤས་ལེན་ཉེས་དང་ཨ་ནི་ཅི་སེམས་ཤུག་ཞུ་བ་ཞུ་ཡན་ཆི་རེད་བཞག་ནོ་དེ་ཡང་ད་རེ་ང་ར་གེར་ཐོག་ནས་དེ་འདའི་ཡམ་མདོ་ད་ང་སུ་གོམ་པོ་རོག་སི་གུར་བ་དེ་འདའི་ཉི་མ་བདུན་རེ་ང་ལ་དུ་སི་ཡམ་མདོ་ལྕགས་ཐུབ་ལ་དཔེ་དགའ་པོ་བྱུང་ཞུ་ཡ་ཡིན་དེ་ཅི་བྱས་ནོ། ཨ་ནི་ད་རེས Swiss Liechtenstein བོད་རིགས་ཚོགས་པའི་རང་གི་ལས་འགུལ་དེ་འདས་ཞིག་ད་རེས་གནང་བ་དེ་འདི་ད་རེས་ཡག་པོ་ཞུགས་ཤིག་རེད་བསམ་པོ་འདུག་ཨ་ནི་ངའི་རེ་བ་འདི་ད་ད་རེས་ལས་འགུལ་འདིའི་བརྒྱུད་ནས་ལས་འགུལ་འདི་འདྲ་པོ་ཆེ་ད་ཚོགས་པ་གཞན་དག་གི་ས་ནས་མང་ས་ཅིག་ལ་ཨ་ནི་དེ་འདས་ཞིག་ང་ཚོ་སྤེལ་ཐུབ་མེད་ན་དངོས་གནས་ད་དགོས་ཡ་རེད་ཤག་ངས་ནམ་རྒྱུན་དུས་ཀྱི་ནས་ཞུ་འདོད་ཀྱི་ཡོད་ང་ཚོ་ད་བཙན་བྱོལ་སྤྱི་ཚོགས་ནང་ལོགས་ལ་ཨ་ནི།

གོ་སྒྲིག་ལས་འདི་འདྲ་ཞིག་མ་ཐག་ལ་དོན་ཆེ་ང་ཚོ་གི་ད་ལྟ་དམག་རྒྱག་ས་ལ་ནི་ང་ཚོ་ལ་དམག་མི་ཡོད་མ་རེད་བ། ང་ཚོ་ད་ལྟ་ག་རེ་འཐབ་རྩོད་ལ་ན་གཅིག་གི་ཆོས་རིག་གཞུང་ད་ག་རེ་ཐོག་ནས་ནི་འཐབ་རྩོད་བྱེད་ཡ་དེ་རེད་ཨ་གལ་ཆེ་ཤོས་ན་ནི་ཆེ་ཤོས་དེ་ང་ཚོ awareness ད་བོད་དོན་ཕྱོགས་ལ་འོ་དེ་གལ་ཆེན་པོ་ཞུ་ཆགས་ཏུ་སོང་ཙང་ནི་ཀོང་བོ་ལགས་ལ་དེ་རིང་དངོས་གནས་དགའ་བོ་བྱུང་ད་ཐ་མ་དེ་ལ་ཡང་གཅིག་གི་ད་བོད་པ་ག་བ་དེ་ཡིན་ནས་ཚང་མས་གི་སྐུ་གཅིག་ད།

རྩ་དོན་དང་སྤྱི་པའི་གི་ལས་འགན་དེ་ཞོར་ལས་སོགས་ཞིག་མ་བརྩིས་པའི་ཆེད། སོ་སོའི་གི་མི་ཚེ་དང་ལས་ཀ་དང་ནང་མི་དང་དེ་འད་རྐྱང་ནང་ལ་ཐིམ་ནས་ཞུགས་པ་ཡིན་ན། རྩ་དོན་དེ་ཞོར་ལས་སོགས་བརྩིས་པའི་དངོས་ནས་ང་ཚོ་ད་ཡོང་ཡོད་པ་རེད་མི་འདུག་བ། ངས་གི་ད་ཁ་སང་ཡང་འབད་སྐུལ་ཞུས་ཡོད་ད་རེས་མི་མང་ལ་གི་ད་རེས་དེ་ག་ས་གདེང་ཆ་དེ་བརྒྱུད་ནས་ཞུས་ཆོག་པ་ཅིག།

སེམས་ཤུགས་དང་དམ་ཕྱོགས་དང་པོ་སོ་ནི་དཔེ་བརྟན་པོ་ཡོད་ཤོས་རེད། མཐའ་མ་དེ་ད་ང་ཚོའི་གི་ད་ལྟ་གི་དུས་ད་ལྟ་ད་ལྟ་དུས་ཚོད་འདིར་བལྟ་བ་ཡིན་ན་ང་ཚོ་གཅིག་སྒྲིལ་ཞུ་ཉམས་བསྡད་ཡོད་རེད་ད། ཆོལ་ཁ་གི་གི་ཞེན་ཁོག་དང་བྱས་རྗེས་དེ་ཐོག་ལས་ད་ཁོང་ལ་མཐའ་མ་དེ་ཚིག་དུས་འདུས་ཕྱི་ནང་ལས་གཅིག་སྡོམ་གཅིག་རྒྱ་རོགས་གནང་ད། རེད་ད་ད་རེས་མི་ཡོང་ལ་ད་རེས་ང་ཚོ་གོམ་བགྲོད་ཕེབས་མི་ཆོལ་ཁ་ནང་ལས་ངོས་ནས་ང་ཚོའི་བཙན་བྱོལ་སྤྱི་ཚོགས་གི་ད་རྣམ་པ་དང་མ་ཚོར་ཡག་ཤོས་ཤིག་ང་ཚོ་བསྟན་ཐུབ་སོང་བསམ་ས་དེའི་ནང་ལ་རྒན་པ་གཞོན་པ་འདུག་ར་བ་འདོད་ཡོད་ཁམས་གསུམ།